ཐོག་མར་གཞིས་བྱེས་སྤུན་ཟླ་ཡོངས་ལ་ཡར་འཚམས་འདྲི་ཞུ་ཡག་དང་ཆབས་ཅིག་ད་རྩ་བའི་རྣམ་པ་ཚོས་མཁྱེན་གསལ་རེད་ཁེ་སང་རྡ་རམ་ས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་སྤྱི་ཁྱབ་དབུས་རྒྱུན་ལས་ཁང་གིས་གསལ་བསྒྲགས་ཕུལ་བ་ནང་བཞིན། ད་ཉེ་ཆར་སྤྱི་ཟླ་བདུན་པའི་ཚེས་གཉིས་ལ་ཡར་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་ད་ལྟ་ང་རང་ཚོ་ནིའུ་ཡོག་ལ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཀྱི་མདུན་ལ་ཡར་རང་ལུས་མེ་བསྲེགས་བཏང་རྗེས་ལས་འགུལ་སྤེལ་བའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ལས་འགུལ་སྤེལ་བའི་རྗེས་ལ་ཡར་ད་ང་རང་ཚོའི་སྤྱི་ཚོགས་དྲ་རྒྱའི་ཐོག་ལ་ཡར་མི་ཆེན་ཁྲ་ཆུང་གསུམ་ག་འདྲས་ཅིག་གིས་བོད་ཀྱི་གནད་དོན་ཐོག་ལ་ཡར་གླེང་སློང་བྱས་པ་ཡིན་ན་ཡང་དེའི་འོག་ལ་ཡར་རྒྱ་ནག་དང་འབྲེལ་བ་ཡོད་བསྟན་རྒྱུ་མི་སྣ་དེ་འདྲས་ཀྱིས་མཆན་གྱི་ལམ་ནས་ཨ་ནེ་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ལས་འགུལ་གྱི་ངོ་བོའི་ཁ་ཕྱོགས་འགྱུར་ཡག་རེད་དག་ན་བཞིན་འདས་པའི་བོད་ཀྱི་ལོ་རྒྱུས་ཀྱི་ཁ་ཕྱོགས་དེ་ཚོ་ལ་ཡར་འཁྱོག་བཤད་དང་འགྱུར་བ་བཏང་ཡག་རེད་དག་ན་བཞིན་བོད་ནང་ལོག་གི་གནས་སྟངས་དང་དེ་ཚོ་ལ་ཡར་འཁྱོག་བཤད་བྱེད་ཡག་རེད་དེ་འདྲས་ཀྱི་གནས་སྟངས་ཤུགས་ཆེན་པོ་ཞིབ་བྱེད་ཆགས་བསྡད་ཀྱི་ཡོད་པ་སོང་ཙང་བོད་ཀྱི་གཞོན་ནུ་ལྷན་ཚོགས་སྤྱི་ཁྱབ་པུའི་རྒྱུན་ལས་ཁང་གི་འདི་ལ་ཡང་ལན་འདེབས་དང་གསལ་བཤད་བྱེད་དགོས་པ་དེ་གལ་ཆེན་པོ་ཞིག་གཅིག་མཐོང་རྗེས་ཨ་ནི་ད་ལྟ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཁྱབ་དབུས་རྒྱུན་ལས་ཁང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ཨ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཞོན་ཟུར་བ་ཨ་དོན་གྲུབ་ལྷ་དར་ལགས་དང་ང་གཉིས་གཉིས་ལ་ཡང་ད་ལྟ་ནིའུ་ཡོག་ནང་ལོགས་ལ་ཡང་ལས་འགུལ་འདིའི་སྣེ་ཁྲིད་བྱེད་དགོས་ཀྱི་རེད་ཟེར་ནས་བཀོད་ཁྱབ་བཏང་བ་ནང་བཞིན་ཨ་དེ་རིང་ང་གཉིས་ཀྱི་ངོས་ནས་ལས་འགུལ་འདི་དངོས་སུ་ཡོད་དུས་སུ་དབུ་འཛུགས་ཞུ་གི་ཡོད། ལས་འགུལ་འདི་ལ་མཚོན་པ་ཡིན་པས་ན། ཨ་ནེ། སྣེ་ཁྲིད་བྱེད་ཉེས་དེ་བོད་ཀྱི་གཞོན་ནུ་ལྷན་ཚོགས་སྤྱི་རྒྱལ་དབུས་རྒྱུན་ལས་ཁང་དང་འདི་ལ་ཡར་ཐོན་རྒྱུའི་རོགས་རམ་གནང་ཉེས་དེ། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཕྱག་དེད་ཀྱི་ཡོད། ལས་འགུལ་འདིས་ཨ་ས་གནས་རང་ལ་ཡར་མགོ་བཙུགས་ཉེས་དེ་ད་གའི་དོན་གྲུབ་ལ་དྭགས་ལ་དང་ང་གཉིས་ཕྱག་དེད་ཀྱི་ཡོད། དྭགས་ནང་བཞིན་ད་ཞིབ་ཕྲའི་ལས་འགུལ་འདི་སྤེལ་དགོས་ཡག་གི་རྒྱུ་མཚན་དང་གནད་འགག་དེ་ཚོ་རྒན་ལགས་ཀྱིས་འདི་ན་མ་ཆ་ཚང་གསུང་གི་རེད་དེ་གསན་རོགས་བྱེད་ཟེར་ནས་ཞུ་ཡག་ཡིན་གན་ལགས་ཁོང་ཚོ་ན་རོགས་གནང། ལོ་རེད་ད་རྣམ་པ་ཚོ་ཚང་མ་གིས་མཁྱེན་གྱི་ཡོད་རེད་དེ་ནི་ད་ལྟ་བཀྲ་ཤིས་ལམ་བཟང་ལགས་ཀྱིས་ད་འདི་བརྒྱུད་རན་ཏེ་གསལ་བཤད་བཏང་བ་ནང་བཞིན་ད་སྤྱིར་བཏང་ནས་རྒྱ་ནག་གིས་ང་ཚོ་བོད་ལ་དང་པོ་བཙན་བཙན་འཛུལ་བྱེད་ཡག་གི་བརྒྱུད་རན་དེ་ཡང་དང་པོ་བོད་ཀྱི་ས་ཞིག་གི་ཐོག་ལ་དམག་གིས་བཙན་འཛུལ་མ་བྱས་པའི་སྔོན་ལ་དེ་ནི་བོད་ཀྱི་ལོ་རྒྱུས་ལ་འཆོག་རྒྱུག་བྱས་ནས་བོད་རྒྱ་ནག་གི་ཆ་ཤས་ཡིན་པ་དེ་ད་སྐྱག་རྫུན་དང་དྲིལ་བསྒྲགས་བྱེད་བྱེད་ནས་ད་བོུ་ལ་བཙན་འཛོལ་བྱེད་བ་ཆགས་ཀྱི་ཡོད་རེད། དེ་འདྲས་བྱས་དུས་ད་རྒྱ་ནག་གིས་ད་བོུ་ལ་ཐོག་མར་བཙན་འཛོལ་བྱེད་བ་ནི་བོད་པའི་ལོ་རྒྱུས་འཁྱོག་རྒྱུག་བྱེད་བ་དེ་ད་ད་དུང་ཡང་མཚམས་མ་བཞག་པའི་ཐོག་ནས་བོུ་གི་ལོ་རྒྱུས་ལ་ད་རྒྱུན་ལྡན་འཁྱོག་རྒྱུག་བྱེད་བསྡད་ཡ་ཆགས་ཀྱི་ཡོད་རེད་ལྷག་པར་དུ་ད་ད་གི་གོང་ལ་བཀྲ་ཤིས་ལམ་བཟང་ལགས་ཀྱི་གསུང་ན་བཞིན་རྒྱལ་གཅེས་དཔའ་བོ་བློ་དགའ་རང་སེང་ལགས་ཀྱིས་བུ་རོང་ཚེ་སླར་གསོ་གི་ཆེད་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐོང་ལ་ད་རུང་ནི་མེར་བསྲེགས་གནོང་བ་ནས་ད་ད་ལྟ་བར་གྱི་བརྒྱུད་རིམ་ལ་མར་བལྟས་པ་ཡིན་ན་ད་རྒྱ་ནག་གི་བོད་ཀྱི་ལོ་རྒྱུས་གནས་བབ་ངོ་བོ་ལ་འཁྱོག་བསྒྱུར་བྱེད་ཡ་དེ་ད་ཧ་ལས་བི་གི་ཁྱབ་ཆེ་རུ་དང་གྲངས་ཀ་མང་རུ་ཕྱིན་པ་དེ་གསལ་པོ་ཞིབ་ཀྱིས་ཆགས་ཀྱི་ཡོད་རེད་ད་དེ་ཡང་གཅིག་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་ཀྲེག་ཀྲོག་ཡིན་ན་འདྲ Instagram YouTube ངོ་དེབ་ད་དེ་ག་ནང་བཞིན་གཅིག་ས་ཁོངས་ཁག་ད་བོད་སོག་གི་ནང་ལག་ལ་ད་མཆོག་གྱུར་བྱེད་པ་མ་ཟད་ད་ལྟའི་ཆ་ལ་ང་ཚོ་བོད་པ་མི་སྒེར་པ་གི་ད་ངོ་དེབ་གི་ནང་ལག་ལ་དཔེ་ཆ་བཞག་པ་ཡིན་ན་ངོ་དེབ་གི་ནང་ལག་ལ་མི་སྒེར་པ་བཅས་ཀྱི་བོད་པའི་རྩ་དོན་འཐབ་རྩོད་དང་འབྲེལ་བའི་གི་པར་དང་བརྙན་གནས་ཚུལ་བཅས་ཕུལ་བ་ཡིན་ན་ལམ་སང་དེའི་འོག་ལ་གོང་ནར་རྒྱ་ནག་གི་དྲ་འབུ་དང་རྒྱ་འབུ་དེ་ཚོ་འཛུལ་བྱས་ནས་ད་བོད་པའི་ལོ་རྒྱུས་དང་གནས་བབ་ལ་མཆོག་གྱུར་བྱེད་ཡག་དེ་ནི་བོད་པའི་གཅིག་སེམས་ཤུགས་རྐྱང་ཡ་དེ་དེ་འབྲེལ་གྱི་བོད་པའི་གནས་བབ་དང་ངོ་བོ་ངོས་འཛིན་ཚང་མ་ལ་ཕྱོགས་རྒྱུ་བྱས་དེ་ཡག་གི་གནས་སྟངས་ཀྱི་ཆ་དེ་ཡོད་དུས་ད་འདི་གཙོ་བོ་དེ་ག་རེ་རེད་ལབ་ན་རྒྱ་ནག་གི་སྔོན་མ་ནས་ཁོ་རང་ཚོའི་དམིགས་ཡུལ་ཡོད་པ་ནང་བཞིན་བོད་པའི་ལོ་རྒྱུས་ངོ་བོ་གནས་བབ་ལ་ཕྱོགས་རྒྱུ་བྱས་ཡག་དང་མཉམ་དུ་དེ་ནི་རྒྱ་ནག་གི་བོད་ལ་བཙན་འཛུལ་བསྲེ་ནང་བྱས་པའི་གི་ནག་ཉེས་དང་ངོ་བོ་འདྲ་བོ་དེ་སྦེད་འགེབས་ཁ་སྦྱོར་བཟོ་ཡག་གི་ཆེད་དུ་ད་དབྱིན་ཇིའི་བཤད་སྟངས་ཡིན་ནའང། བོད་དང་རྒྱ་ནག་བར་གྱི་ནེ་རལ་སྤྲད། དེ་ནི་དེའི་གདོང་དང། བྱུང་རིམ་འདྲ་བོ་དེ་བས་ཏེ་ཁ་ཕྱོགས་འཇུག་ཡག་གི་ཆེད་དུ་ད་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ལ་ཤུགས་ཆེན་པོ་གིས་ཕྱོགས་རྒྱུག་བྱེད་བསྡད་ཡག་གི་གནད་དོན་ཆགས་ཀྱི་ཡོད་རེད་ད་འདི་ལ་ང་ཚོ་གིས་དུས་ཐོག་ལ་གདོང་ལེན་ཅིག་མ་ཐོབ་པ་ཡིན་ན་འདིའི་མ་འོངས་པའི་མཇུག་འབྲས་འདྲ་བོ་དེ་ཧ་ལས་པའི་གི་མཇུག་འབྲས་ཚབས་ཆེན་པོ་ཡོང་ཡག་དང། དེ་ཡང་གཅིག་ལོ་རྒྱུས་དང་འཐབ་རྩོད་ཀྱི་ཁ་ཕྱོགས་ལ་འགྱུར་བ་གཏོང་ཡག་གི་ནུས་པ་ཡོད་བསྡད་པའི་གི་གནད་དོན་ཆགས་བསྡད་ཡོད་རེད་དེ་ནས་རྒྱ་ནག་གིས་ད་ལྟ་སྤྱི་ཚོགས་དྲ་ལམ་འགའ་ལ་འཁྱོག་རྒྱུག་བྱས་དེ་ཉིད་ཀྱི་ད་དྲང་པོ་ལབ་ན་འདྲ་འཇམ་པོ་ལབ་ན་འདྲ་ད་དེ་སོ་སོ་རེད་འདུག་ལྟ་བ་འགྲོ་བའི་སྐབས་ལ་དེ་ནི་དྲ་ཚིགས་མང་པོ་ཞུགས་ཀྱི་གསར་བ་གསར་རྐྱང་ཡིན་དེ་བ། ཁོང་ཚོ་ཁ་ཤས་ལ་རྗེས་འབྲངས་པ་ཀླད་ཀོར་ཡིན་བསྡད་ཆོག་དེ་ནས་ཁ་ཤས་ལ་རྗེས་འབྲངས་པ་མང་པོ་ཅིག་ལ་རྗེས་འབྲངས་པ་བརྒྱ་ལས་མང་ཡང་མེད་བསྡད་ཆོག་ད་དེ་སོགས་ལས་བལྟས་པ་ཡིན་ན་ད་ཉེ་ལམ་གོང་ལྟར་རྒྱ་ནག་གི་སྤྱི་ཚོགས་དྲ་ལམ་གྱི་དྲ་འབུ་མང་པོ་ཅིག་གསར་དུ་གསོ་སྦྱོང་བྱེད་ཆེད་ནི་ཏཱ་བོ་པའི་ལོ་རྒྱུས་འཆོར་འགྱུར་བྱེད་ཡ་ནི་ཁྱབ་ཆེ་རུ་དང་གྲངས་ཀ་མང་རུ་གཏོང་གི་ཡོད་རྒྱུ་དེ་ཏཱ་ཧ་ལི་བྷིས་ཀྱི་སྲས་པོ་གཅིག་ཆགས་ཀྱི་ཡོད་རེད། དེ་འབྲེལ་གྱི་གནད་དོན་དེ་ཏཱ་ང་རྒྱ་དང་བོད་དཔའ་རོགས་ཀྱི་འཐབ་རྩོད་ཡང་མིན་ན་བོད་ཀྱི་བདུན་པ་དང་རྒྱ་ནག་གི་སྐྱག་རྫུན་དཔའ་རོགས་ཀྱི་འཐབ་རྩོད་ཅིག་ཡིན་དེ་དུས་ཏཱ་མང་པོ་ཅིག་གིས་འདིར་ལན་འདེབས་དགོས་ཀྱི་འདུག་གལ་ཆེན་པོ་འདུག་གསུང་གི་འདུག་ཡིན་ན་ཏཱ་དངོས་སུ་ཏཱ་འདིའི་གདོང་ལེན་ལ་མི་འདྲ་ལས་ཀྱི་འདྲ་བོ་དེ་བོད་གཞུང་ལྷན་ཚོགས་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཏཱ་ཐ་གི་ལམ་བཟང་ལགས་ཀྱི་གསུང་བ་ནང་བཞིན་བཀའ་ཁྱབ་ཅིག་གི་འོག་ནས་དེ་ནས་དབུས་རྒྱུན་ཟུར་པ་ལམ་བཟང་ལགས་ད་ལྟ་ངེད་གཉིས་ལ་འདིའི་འགན་ཁུར་འདྲ་བོ་དེ་སྐོར་བྱས་ནས་ཁྱེད་རང་གཉིས་ཀྱིས་སྣེ་ཁྲིད་བྱས་པའི་ཐོག་ནས་གཙོ་འགན་ཁུར་པའི་ཐོག་ནས་ད་ནེའུ་ཡོག་རང་ལ་དེ་ནི་ཞིབ་འཇུག་ལན་འདེབས་ཀྱི་ལས་དབང་གི་ཟས་འགོག་གི་རིགས་སུ་བ་ནང་བཞིན་ད་ཉི་མ་ཁ་ཤས་ཀྱི་བརྒྱུད་རིམ་གྱི་ནང་ལོགས་ལ་ལམ་ཟོག་ལ་མི་ཉན་གི་ཅིག་རྒྱུ་ཆ་འཚོལ་སྒྲུབ་བྱེད་ཡ་དེ་ནི་ལས་དབང་གི་ས་ཆ་བརྟག་ཡ་ད་དེ་འདྲའི་འབད་བརྩོན་བྱས་ནས་ད་དེ་རིང་དངོས་སུ་ང་ཚོ་གི་ལས་དབང་དེ་འགོ་བཙུགས་ཐུབ་ཡི་གི་གནས་སྟངས་ཆགས་དུ་ཡོད་དེ་བྱས་དུས་ད་ལས་དབང་དེ་འགོ་བཙུགས་བ་ཙམ་མ་ཡིན་པ་ད་རྒྱ་ནག་གི་སྤྱི་ཚོགས་དྲ་ངམ་བེད་སྤྱོད་བཏང་ནས་དེ་འདྲའི་གི་ང་ཚོའི་ལོ་རྒྱུས་དང་གནས་བབ་ལ་འཁྱོག་རྒྱུག་བྱེད་གི་ཡོད་དུས་ང་ཚོ་གིས་ཡང་ཕར་དེ་ལ་ཕྱོགས་རྒྱུ་དེ་ལ་དྲང་བདེན་དང་ལོ་རྒྱུས་དང་བདེན་དཔང་གི་ཐོག་ནས་ད་གདོང་ལེན་ལན་འདེབས་བྱེད་ཡ་དེ་ཡང་རྩོམ་གི་ཐོག་ནས་བརྙན་གི་ཐོག་ནས་པར་རིས་སྒྲིག་སྦྱོར་གི་ཐོག་ནས་དེ་ནས་མཆན་གྱི་ལམ་ནས་ད་ལན་འདེབས་དགོས་ཡ་ཆགས་བསྡད་ཡོད་རེད་རྒྱུ་མཚན་སྒར་གྱི་ལམ་ན་རྒྱ་ནག་གི་བརྒྱུད་རིམ་དེ་ཚོ་བེད་སྤྱོད་གཏོང་བྱེད་ནས་ང་ཚོའི་ལོ་རྒྱུས་ལ་འཁྱོག་རྒྱུ་བྱེད་ཡོང་དགོས་ཡོད་རེད་ད་དེའི་འཁྱོག་རྒྱུ་དེ་ལ་ལན་འདེབས་བྱེད་ཡ་དེ་ཞིབ་འཇུག་གི་ལམ་ནས་ལན་འདེབས་བྱེད་ཡ་བདེན་དཔང་གི་ཐོག་ནས་རྒོལ་ལན་སློག་ཡ་དེ་དང་ནུས་པ་ལྡན་པ་ཅིག་དང་ངེས་པར་དུ་དགོས་ཡ་ཆགས་བསྡད་དུས་ད་འདིའི་ལས་ཀ་འདི་སྤྱི་ཚོགས་ཀྱི་མཐོང་ཡ་མེད་བསྡད་པའི་ཁེ་ད་ལས་ཀ་ཅིག་རྒྱབ་ལོག་ནས་ད་ཞིབ་ཚགས་པོ་གི་དུས་ཚོད་མང་པོ་གཏོང་བྱས་ནས་ལས་ཀ་བྱེད་དགོས་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་དུས་ད་འདི་ལ་ཅིག་མི་ཡི་ནུས་པ་དེ་ཧ་ལས་པའི་གེ་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲས་ཡིན་དུས་ད་མི་ཡི་ནུས་པ་དེ་ཚོ་མཁོ་སྒྲུབ་བྱེད་སྟངས་ཀྱི་ཐོག་ལ་རྒྱལ་ལ་ལམ་བཟང་ལགས་ཀྱི་བཀའ་མོལ་གསུང་གི་རེད་ད་གཙོ་བོ་དེ་ད་ལྟ་ང་ཚོ་གིས་འདི་ཡིས་རྒྱ་ནག་གི་ཕྱུག་འགྱུར་དེ་ལ་གདོང་ལེན་ལན་འདེབས་བྱེད་དགོས་ཡ་འདི་བོད་པའི་རྩ་སྟོང་འཐབ་རྩོད་གི་བདེན་དོན་སྲུང་སྐྱོབ་བྱེད་ཡ་གི་ཐོག་ལ་ད་ཧ་ལས་བི་གི་གེ་ཆེན་པོ་དེ་མི་ལྷག་པར་དུ་ད་ལྟའི་ཆར་ལ་དུས་རབས་འདྲ་བོ་དེ་སྤྱི་ཚོགས་དྲྭ་ཇག་གི་དུས་རབས་རེད་ཟེར་མང་པོ་ཞིག་ལབ་གི་ཡོད་རེད་དེ་བྱེད་དུས་སྤྱི་ཚོགས་དྲྭ་ཇག་གི་དུས་རབས་ཀྱི་ནང་ལོགས་ལ་རྒྱལ་ཁབ་ཕན་ཚུན་གི་བར་ལ་ད་དྲྭ་ཇག་གི་ཐོག་ནས་ནི་རེ་དྲེབ་འདྲོང་བཟོ་སྟོང་དང་དེ་ནས་གནས་བབ་ལ་འགྱུར་བ་གཏོང་སྟོང་དེ་ཧ་ལས་བི་གི་ནུས་པ་ཆེན་པོ་ཆགས་ཀྱི་ཡོད་རེད་དེ་བྱེད་དུས་འདིའི་གནད་དོན་འདིའི་ཐོག་ལ་ང་ཚོ་གིས་གདོང་གདོང་ལེན་དགོས་ཡ་འདི། སྐད་འབོད་བྱེད་བག་གི་ལས་འགུལ་དང་ད་ནུས་པ་མཉམ་པ་དང་དེ་ད་མཉམ་རིགས་ཀྱི་དགོས་མཁོ་ཡོད་བསྡད་པའི་གི་གནད་དོན་དེ་ནི་ལོ་རྒྱུས་ཀྱི་དགོས་མཁོ་གི་ཆ་ནས་དེ་ལས་ཆེ་བའི་གི་ནུས་པ་དང་ཤུགས་རྐྱེན་ཡོད་བསྡད་ཆོག་བྱས་དུས་ད་ང་ཚོ་ཚུར་མར་གི་ནུས་པ་སྤོང་དགོས་ཡ་གི་གནད་དོན་དེ་ཆགས་ཀྱི་ཡོད་རེད་ད་ད་ལྟ་འདི་ནི་ང་ཚོ་གི་དཔེ་མཚོན་གི་བཟོ་འདྲ་བོ་སྟེ་རྒྱ་ནག་གི་བོད་པའི་ལོ་རྒྱུས་དང་གནས་བབ་དེ་ལ་འཁྱོག་རྒྱུག་འདྲ་བོ་ག་འདྲ་ག་འདྲ་བྱེད་ཀྱི་ཡོད་རེད་ཟེར་ལབ་བྱས་ནས་ད་དེའི་དཔེ་མཚོན་འདྲ་བོ་གཅིག་གཉིས་ཀྱིས་ངེད་གཉིས་ཀྱིས་མ་ཞུས་པ་ཡིན་ན། དང་པོ་དེ་ད་རྒྱ་ནག་གིས་བོད་ཀྱི་རིག་གནས་ཀྱི་འབྱུང་ཁུངས། ད་བོད་པའི་ཀྱི་མདོ་མིག་གི་པར་ཡང་ཤེས་རིག། དེ་ནས་འགྲོ་བ་མིའི་རིགས་བྱུང་སྟངས་ཀྱི་ད་ལོ་རྒྱུས་ནས་རྩོད་པའི་ཀྱི་གོང་ལྟར་ད་བོད་ཀྱི་རིག་གནས་ཀྱི་ཁྱབ་ཁོངས་ལ་འཁྱོག་རྒྱུག་བྱེད་བྱས་ནས་བོད་པའི་རིག་གནས་ལ་ལོ་ལྟར་ཁྲི་ལ་བརྒལ་བ་ལོ་འབུམ་ལ་ཉེ་བ་གི་ལོ་རྒྱུས་ཡོད་བསྡད་རྒྱུ་དེ་ཚོ་ད་ལོ་སྟོང་ཕྲག་ཁ་ཤས་བརྒྱ་ཕྲག་ཁ་ཤས་ལ་མ་མཐོང་རུ་གཏོང་ཡག་དེ་ནས་དེ་ཡང་བོད་པའི་རིག་གནས་ཀྱི་འཇུག་ངོགས་མང་པོ་ཅིག་རྒྱ་ནག་ནས་བྱུང་བསྡད་པ་དེ་ཕྱོགས་བསྒྱུར་བྱས་ནས་ད་རིག་གནས་ཀྱི་འཇུག་ཁོངས་དང་གདོད་མའི་པར་ཡོང་གི་འཇུག་ཁོངས་ཀྱི་ཐོག་ནས་དེ་ནི་བོད་རྒྱ་ནག་གི་ཆ་ཤས་ཡིན་པར་སྒྲུབ་ཡག་དང་དེ་ནི་བོད་ལ་རྒྱ་ནག་གི་བཙན་འཛུལ་དབང་བསྒྱུར་མ་བགྱིས་པའི་ངང་གིས་བོད་དེ་རྗེས་ལུས་ཀྱི་རྣམ་པ་ཡིན་དེ་བ་དེ་བསྒྲུབ་ཡ་དེ་རྒྱ་ནག་གི་ཕྱོགས་བསྒྱུར་གྱི་རིམ་པ་བཅས་རེད། དེ་ནས་རིམ་པ་རྙིང་པ་འདྲ་བོ་དེ་བོད་གསར་བ་དང་རྙིང་པ་ཟེར་ཡག་གི་བསྡུར་ཚད་ཅན་གྱིས་ཡོང་ནས་དེ་ནས་རྒྱ་ནག་ཡོངས་ཀྱིས་ད་གོང་ལྟར་བོད་ལ་བཙན་འཛུལ་བྱེད་རིགས་ཀྱི་སྒྲོང། ལོ་རྒྱུས་ལབ་ན་འདྲ་དེའི་ནི་རེ་སྤྲད་དེ་ད་ཁོང་ཚོས་འགྱུར་བ་གཏོང་ཡག་གི་ཆེད་དུ་དེ་ནི་བོད་རྙིང་པ་དེ་རྗེས་ལུས་བླ་སློབ་བྲན་གཡོག་གི་སྤྱི་ཚོགས་ཅིག་ཡིན་པ་དེ་ནི་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱེད་པའི་རྗེས་ལ་རོང་ཡར་རྒྱས་བདེ་སྐྱིད་ཀྱིས་ད་བོད་གསར་བ་ཅིག་འཛུགས་སྐྲུན་བྱས་ཡོད་བ། ད་དེ་འདྲའི་ཁའི་གོང་ལྟར་འབྲོང་རྫུན་མ་གྱི་བཟོ་བྱས་ནས་དེ་ནི་བོད་དང་རྒྱ་ནག་པ་རུ་ཁའི་མགར་སྟག་དང་དཀའ་ངལ་འདས་བཙན་འཛོལ་བ་དང་དེ་ནི་རང་བཙན་འཐབ་རྩོད་བྱེད་ཉེན་བར་གྱི་མགར་སྟག་འདས་ད་གོང་ལྟར་ཁོང་ཚོ་གི་སྦས་འགེབས་བྱེད་ཧ་གི་ད་འབྲོང་རྫུན་མ་གྱི་བཟོ་བྱས་ནས་ད་དེའི་ཐོག་ལ་མཆོག་གྱུར་བྱས་བསྡད་དེ་སྔོན་མ་ནས་བྱེད་ཀྱི་ཡོད་རེད་ད་ཁ་སང་དེ་རིང་དེའི་མཆོག་གྱུར་གྱི་རྣམ་པ་དེ་ཞི་བ་བཅས་ཀྱི་ཚེས་མཐོན་པོ་ད་ཁོང་ཚོ་གི་ཅིག་པ་རིས་རྫུན་མ་སྒྲིག་སྦྱོར་བྱེད་རྒྱུ་དེ་ནི་འདི་དང་འབྲེལ་བའི་གི་རྒྱ་ནག་གི་གློག་བརྙན་རྫུན་མ་ཁྲ་བྱེད་རྒྱུ་དེ་སོགས་གི་པར་དང་བརྙན་ཡིན་རྒྱུ་ད་བེད་སྤྱོད་གཏོང་བྱེད་ནི་གོང་ལྟར་བུ་སྔོན་མ་རང་བཙན་ཡོད་པའི་སྐབས་གི་ལོ་རྒྱུས་དེ་ཧ་ལས་པའི་སྡུག་པོ་ཡིན་པ་ད་ལྟ་རྒྱ་ནག་གི་བཙན་འཛུལ་བྱེད་པའི་སྐབས་ལ་བུ་ལ་རང་དབང་དེ་དེ་གཅིག་ཡོད་བསྡད་པ་ད་དེ་འདྲས་གི་ཆོག་རྒྱུ་དེ་ཤུགས་ཆེན་པོ་ཞེ་པོ་བྱེད་གི་ཡོད་རེད་ད་དེའི་ནང་ལོགས་ལ་དཔེ་མཚོན་འདྲ་བོ་ཆགས་རྒྱ་བ་ཡིན་ན་ཁ་ཚོན་དེ་རིང་བུ་ནང་ལོགས་ལ་ཅེག་ས་ཆ་ཡག་པོ་དང་དེ་ནས་ཡིན་ས་ཆ་ཡག་པོ་དེ་སོགས་ལ་བོད་ཕོ་མོ་དེ་སོགས་ཀྱི་དོགས་སློག་རྫིག་པོ་གང་ཅིག་རྣམ་པ་བསྟན་བསྡད་ཡོད་ད་དེ་འདྲ་གི་པར་དང་བརྙན་ཡིན་ཆུག་བེད་སྤྱོད་གཏོང་བྱས་ནས་ད་གང་ལྟར་ད་ཐེངས་ཀྱི་བོད་ལ་སྐྱེ་བོ་ཡོ་བ་སྔོན་མ་གི་བོད་དེ་སྡུག་པོ་ཞི་བ་ཅིག་ཡིན་པ་གི་ད་ཕྱོགས་སྒྱུར་བྱས་བསྡད་ཡག་གི་གནད་དོན་གནད་དོན་དེ་གི་རྒྱུད་ནི་ད་འཛམ་བུ་གླིང་གི་རྒྱལ་སྤྱིའི་སྤྱི་ཚོགས་མགོ་སྐོར་གཏོང་ཡག་དེ་ནས་བོད་རྩ་བ་ཉིད་ནས་མཐོང་མ་མྱོང་དེ་ནས་བཙན་བྱོལ་རོང་བོ་ལུང་པ་ལ་སྐྱེས་མཆོག་གི་བོད་པའི་གཞུང་བཞེས་དང་སྤྱི་ཚོགས་ལ་ཡང་ལྟ་གང་ལྟར་ཅིག་དོགས་པ་ཅིག་དང་དེ་ནས་ཅིག་གནས་ཚུལ་རྫུན་མ་ཅིག་མཁོ་སྤྲོད་བྱས་བསྡད་ནས་གནས་སྟངས་འདི་ཚོ་ཧ་ལས་པའི་ཚབས་ཆེན་པོ་ཆགས་ཀྱི་ཡོད་རེད། དེ་ནས་གནས་སྟངས་གསུམ་པ་དེ་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་ཁོང་རེ་སྐུ་གསོན་པོ་འཚོ་བཞུགས་བསྡད་རིགས་ཀྱི་སྐབས་ལ་ཁོ་རང་ཁ་ལག་ཞིམ་པོ་ཟ་སྡུག་ལོ་རྫི་པོ་ཁོང་མི་ཚེ་སྐྱིད་པོ་སྐྱེལ་བསྡད་ཡ་དེ་ལྟ་ཁོང་ཚོ་གི་སྒྲོངས་རྫུན་མ་བཟོ་བྱས་ནས་དེ་ནས་ཁོ་རང་གི་ལས་རིགས་ལ་དམའ་འབེབས་བྱས་ཡ་འཚོ་བ་ལ་དམའ་འབེབས་ཕྱོགས་སྒྱུར་བྱས་ནས་ད་ཁོང་གིས་མི་གཞི་ལ་གོང་ལྟར་གྱི་དམའ་འབེབས་བཟོ་ཡག་གི་ཐབས་ཤེས་ཀྱི་ཐོག་ནས་ང་ཚོའི་རྒྱལ་སྤྱིའི་དཔའ་བོ་གི་གནས་སའི་རི་བོ་དེ་མར་བསྐྱལ་ཡག་ནུས་པ་ཆུང་རུ་གཏོང་ཡག་གི་ད་ཕྱོགས་སྒྱུར་མུ་མཐུད་ནས་བྱེད་ཀྱི་ཡོད་རེད། དེ་ནས་ད་ལྟ་མེ་སྲེག་གི་ལས་འགོར་མུ་མཐུད་བྱས་ནས་ད་གོང་ལྟར་དགྲ་བོ་རྒྱ་ནག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མི་བོད་མིའི་རླབས་ཆེན་གྱི་སྙིང་སྟོབས་ཀྱི་ལོ་རྒྱུས་དེ་རྒྱ་ནག་གི་ད་སྦས་ཡག་བཀབ་ཡག་དེའི་ནང་ཉིད་དགྲ་བོ་དེ་ཁོ་རང་ཚོ་གི་ད་ངོ་ཚ་བོ་ཆགས་ཀྱི་ཡོད་དུས

དེ་ནས་ལོ་ཁ་ཤས་ཀྱི་སྔོན་ལ་རྟ་རྒྱག་གི་ཕྲུ་གུ་ཅིག་ལ་སྐྱབས་མགོན་རིན་པོ་ཆེ་གིས་སྐུ་ཚེའི་གནོང་འགྱོད་ཀྱི་རྟ་རྙིང་དང་འབྲེལ་བའི་གནས་ཚུལ་དེ་ཡང་བསྐྱར་བསྐྱར་སློང་བྱེད་ཀྱི་ནས་ཁ་ཚོར་དང་དེ་ནས་དྲ་རྒྱ་གི་ཐོག་ལ་མུ་མཐུད་ཡང་བེད་སྤྱོད་བྱེད་ཀྱི་ནས་རྒྱ་བ་རིན་པོ་ཆེ་ལ་འཚེ་མེད་ཞོ་སྟོན་ཡ། དེ་ནས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་གླུད་གཏོང་དང་འབྲེལ་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་ལོག་ལ་རྟ་ཕོ་གདོང་ལ་སྡིངས་རྒྱབ་བྱེད་ཉེན་གྱི་མཐོ་རླབས་འདྲ་བོ་དེ་ཚོར་ཡོང་གི་ཡོད་དུས་དེའི་ནང་ལོག་ལ་དཔེ་ཆ་རྒྱ་བ་ཡིན་ན་ས་གནས་ཀྱི་དཔོན་རིགས་དང་རྗེས་སོར་བ་དེ་འདྲ་གིས་བོད་པའི་གནས་ཚུལ་གྱི་སྐོར་ལ་ད་ཅིག་སྤྱི་ཚོགས་དྲ་ལམ་ཁག་ལ་རྒྱབ་སྐྱོར་གྱི་རྣམ་འགྱུར་བསྟན་ཡོང་དུས་ད་དེ་སོགས་ལ་མ་ཉེས་ཁ་གཡོག་འདྲ་མི་འདྲ་བཟོ་ནས་དེ་ནས་ཁོང་ཚོ་གི་མི་ཚེའི་ལོ་རྒྱུས་ལ་སྒྲོང་བཙུགས་མ་བཟོ་ཡག་འགྱིག་ཁ་རོ་བྱེད་ཡག་ད་དེ་འདྲས་བྱེད་བྱེད་ནས་ཅིག་རྒྱལ་སྤྱིའི་སྤྱི་ཚོགས་གི་ནང་ལོག་ལ་བོ་དོང་རྒྱབ་སྐྱོར་བྱེད་ཡག་གི་ད་མི་ནག་བྱེད་རག་པ་ཡག་དོང་མ་ཐོབ་པ་བཟོ་ཡག་བོད་པའི་རྒྱབ་བོད་ལ་བདེན་པའི་རྒྱབ་སྐྱོར་བྱེད་ཉེན་གི་ད་མི་སྒེར་རེ་རེ་བཞིན་དུ་ཁོང་ཚོ་གི་ཅིག་མར་མ་ཉེས་ཁ་གཡོག་བྱེད་བྱེད་ནས་ད་དེ་སོགས་ལ་ཅིག་འགྱིག་ཁ་རོ་བྱེད་ཡག།

དེ་འབྲེལ་གྱི་ཧམ་པ་སྐྱག་རྫུན་བཤད་ཡག་གི་ལྟ་གནས་ཚུལ་ཡོང་གི་ཡོད་རེད་སྤྱིར་བཏང་བྱས་ན་འཛམ་བུ་གླིང་སྐྱོང་ཡོང་ལ་འགྲོ་བ་མི་གི་མི་ཚེ་དེ་ལྟ་ལུང་པ་ཚང་མ་ལ་རན་རུ་འགྲོ་གི་ཡོད་རེད་ཁ་སང་དེ་རིང་ཚེ་རལ་གྱི་མཐུ་ཆེན་ལུང་པ་ཡར་རྒྱས་འགྲོ་དུས་ད་ལྟའི་གི་བོད་ནང་གི་གནས་ཚུལ་གཅིག་པུ་མ་རེད་འཛམ་བུ་གླིང་སྤྱི་ཡོངས་ལ་ལོ་ལྔ་བཅུ་དྲུག་ཅུ་ནང་ལོག་ལ་འགྲོ་བ་མི་ཡི་ཚེ་ཚད་དེ་ལོ་བཅུ་གྲངས་མང་པོའི་རན་རུ་ཕྱིན་པ་དེ་བོད་གི་གནས་ཚུལ་གཅིག་པུ་མ་རེད་དེ་བྱེད་དུས་ཡིན་ན་ད་དེ་སོག་གི་འགྲོང་འདྲ་བོ་ཀྱི་ཁོ་རང་ཚོ་གི་རྫུན་མ་བཟོ་བྱས་ནས་ད་གོང་ལྟར་གྱི་རྒྱ་ནག་གིས་བོད་ལ་བཙན་འཛུལ་བཙིར་གནོང་བྱས་པའི་ནང་སྙིང་དེ། ད་གོང་ལྟར་ཡར་རྒྱས་དང་རོང་གི་ངོ་བོ་བཅས་ལ་རྫུན་བཟོ་བྱེད་ཡག་གི་གནད་དོན་ཡོད་བསྡད་པའི་གནད་དོན་རེད། དེ་ནི་ང་ཚོ་བཙན་འབྱོར་བོད་པ་དང་བོད་ཕྱི་ནང་གཉིས་ཀ་གི་གཞིས་བྱེས་གཉིས་ཀ་གི་ང་རང་ཚོ་རིག་པ་ཟབ་སྦྲོང་བྱེད་དགོས་ཡ་གཅིག་དེ་ག་རེ་རེད་ལབ་ན་ང་ཚོ་གི་སེམས་ཤུགས་བཅག་ཡག་གི་ཆེད་དུ། དེ་ནི་བཙན་བྱོལ་ཡོངས་དང་བཙན་བྱོལ་སྤྱི་ཚོགས་དེ་ཕྱོགས་ཡོད་མ་རེད་ད་དེ་ལ་རེ་བ་ཡོད་མ་རེད་རུལ་སོང་རེད་ལབ་བྱས་ནས་ཅིག་བོད་པའི་གི་མི་གི་དེ་ནི་བོད་གཞུང་ལ་རེ་བ་ཡིད་ཆེས་བརླག་བཅུག་ཡ་བོད་པའི་སྤྱི་ཚོགས་ལ་རེ་བ་ཡིད་ཆེས་བརླག་བཅུག་ཡ་བོད་པ་ཕན་ཚུན་ལ་རེ་བ་ཡིད་ཆེས་བརླག་བཅུག་ཡ་གི་ཐབས་ཤེས་ཀྱི་ཐོག་ནས་ད་གོང་ལྟར་བོད་པ་རང་ཉིད་གི་རུང་རིན་རུང་ཆིས་དང།

ནག་ཚོགས་མགོ་སྐོར་གཏོང་བ་མ་ཟད་རྒྱར་གྱི་མགོ་སྐོར་གཏོང་ཡ་ད་དེ་འདྲའི་གི་གནས་སྟངས་ཀྱི་ཡོད་དུས་འདི་ལ་ནག་ཚོགས་ཀྱི་ད་ལན་འདེབས་དང་ཅིག་ཡིག་ཐོག་གི་ལོ་རྒྱུས་བརྙན་གྱི་ཟིན་ཐོག་གི་ནོངས་ལོག་ལ་ད་བསྡད་ཡ་ཡོད་བ་ཅིག་བཟོ་དགོས་ཡ་འདི་ད་ལྟ་ནག་ཚོགས་སྐབས་སུ་བབ་པའི་གི་འཛའ་གྲགས་གི་ལས་འགན་ཅིག་ཆགས་ཀྱི་ཡོད་དུས་དེ་ནི་བོད་གི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་གི་དེ་ནི་ཐབས་སྐྱོ་ཅིག་གི་ཐོག་ནས་ད་བསྡད་ལ་ནི་ཡོད་ལ་ག་རེ་ལ་དགོས་རེད། རྒྱ་ནག་གི་ཕྱོགས་སྒྱུར་ལ་གདོང་ལེན་ལན་འདེབས་ཀྱི་ཞིབ་འཇུག་གི་ལས་ཁུངས་ཀྱིས་ད་དེ་རིང་ནས་འགོ་བཙུགས་ནས་ལས་གཞི་དེ་འགོ་རྩོམ་གྱི་ཡོད་རེད། ད་འདི་ལ་ང་ཚོ་མི་ཡི་རྒྱབ་སྐྱོར། དེ་ནས་རྒྱུ་ཆ་གི་ནུས་པ། ད་ཕྱོགས་མང་པོ་ནས་ང་ཚོ་གི་ནུས་པ་མཉམ་སྤུངས་བྱས་ནས་བྱེད་ཨ་ཀའི་གནད་དོན་གྱི་ཆ་དེ་ཡོད་རེད། དེ་ནས་ལྷག་པར་དུ་ད་ལྟའི་དུས་ཚོད་ལ། བྱང་ཨ་རིའི་ཁོལ་རྩོད་པའི་གི་སློབ་གྲྭ་ཁག་དབྱར་དུས་གི་གུང་སེང་ཡིན་དུས་ད་དེ་ང་ཚོ་ལ་གོ་སྐབས་རྩ་ཆེན་པོ་ཞིག་ཡིན་དུས་གཙོ་བོ་ན་གཞོན་སློབ་མ་གི་དཔུང་ཁག་ལས་གྲུབ་པའི་གི་ད་ང་ཚོ་གི་དེར་འབྲེལ་གྱི་གཅིག་ཞིབ་འཇུག་གི་ཚོགས་ཆུང་གི་གཙོ་ཐུ་ཡག་ལ་ད་ང་ཚོས་མི་ཚེའི་དགྲ་བོ་གྱི་སེམས་ཤིག་ནས་ལས་གཞི་འདི་འགོ་བཙུགས་པ་ཆགས་ཡོད་རེད་ད། མི་སྣ་དང་རྒྱུ་ཆ་འཚོལ་སྒྲུབ་དེ་སོགས་ཀྱི་ཐོག་ལ་ནི། བཀྲ་ཤིས་ལམ་བཟང་ལགས་ཀྱིས་མུ་མཐུད་ནས་དེ་རྣམ་པ་ཚོ་ལ་གནས་ཚུལ་དེ་མ། གསུང་གི་རེད་དེ་གསན་རོགས་གནང་ཞུ།
ལ་རེ་ད་ད་ལྟ་གོང་ལ་ཡང་ཞིབ་ཕྲའི་གནས་ཚུལ་དང་གནད་འགག་དེ་ཚོ་ཆ་ཚང་ཅིག་རྒན་ལགས་ཀྱིས་མ་ཞིབ་ཅིང་ཚགས་པ་ཅིག་གསུངས་སོ། ད་ལས་འགུལ་འདི་ལ་ཆ་མཚོན་པིན་ན་ལས་འགུལ་འདི་དུས་ཚོད་ཀྱི་ཆ་ནས་དུས་ཚོད་ངེས་མེད་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་ཡང་ཅིག་ཕན་ཐོགས་ཡོད་པ་ནུས་པ་ཡོད་པ་ཨ་རྒྱུན་རིང་པོ་གནས་དགོས་ཀྱི་ཡོད་པ་ཨ། དེ་འབྲེལ་གྱི་རྩ་བའི་དེ་འབྲེལ་གྱི་ཆ་དགུ་དགུ་ཡོད་པ་ལྟར་ན་གཅིག་གིས་ཕན་ཐོགས་ཡོད་མ་ཡོད་དེ་ང་ཚོ་གི་ལས་འགུལ་དང་དེ་གི་རྒྱུ་ཆ་འཚོལ་སྒྲུབ་དང་གནས་སྟངས་མང་པོ་ཞིག་ལ་རག་ལས་ཀྱི་ཡོད་རེད་ཨ་ནི་དུས་རིང་པོ་གནས་དགོས་ཡ་དེ་ཡང་ད་ཅིག་གནས་ཐུབ་དང་མ་ནུབ་དེ་ཨ་ནི་ང་རང་ཚོའི་མང་ཚོགས་དང་ཨ་ནི་གཞོན་སྐྱེས་ལྷག་པར་དུ་ཤེས་ཡོན་ཅན་གྱི་སྡེ་ཁག་གི་རྒྱབ་སྐྱོར་དང་མཉམ་རུབ་ཡོད་མ་ཡོད་ལ་རག་ལས་ཀྱི་ཡོད་རེད་བསམ་གྱི་འདུག་ཨ་ནི་ང་ཚོའི་ལས་འགུལ་འདི་གཅིག་བྱས་ན་ཟླ་བ་གཉིས་གཅིག་བྱས་ན་ཟླ་བ་དྲུག་གཅིག་བྱས་ན་ལོ་གཅིག་གཅིག་བྱས་ན་ལོ་བཅུ་ཚེ

འདིར་ཡང་ལན་འདེབས་གསལ་བཤད་འདི་ཡང་སྤྱི་བཏང་གི་ཚིག་ཚུགས་པོ་ཙམ་མ་ཡིན་པ་ཨ་ནེ་གཅིག་གི་ལོ་རྒྱུས་དང་དངོས་ཡོད་གནས་ཚུལ་ཆ་ཚང་གཞི་ལ་བཞག་རྗེས་ཁུངས་བཙན་པོ་ཡོད་བསྟན་འགྱུར་འདི་འདྲའི་ཅིག་གི་ཐོག་ནས་ལན་འདེབས་བྱེད་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་སོང་ཙང་འདི་ལ་ཡང་ང་ཚོས་ད་ལྟ་རྒན་ལགས་གིས་གསུངས་པ་ནང་བཞིན་ཡང་ང་ཚོ་ཞིབ་འཇུག་བྱེད་དགོས་ཡ་ཡིན་ལས་ཀ་མང་པོ་ཞིབ་ཅིག་ཆགས་བསྡད་ཀྱི་འདུག་སོང་ཙང་ཞིབ་འཇུག་བྱེད་ཡ་འདིའི་ཐོག་ལ་ཡང་ཡང་ཅིག་ས་གནས་ལ་ཡོད་མ་ཡོད་ཀྱི་ཁྱད་པར་གལ་མི་འདུག་གང་དག་ས་གནས་འདི་ལ་ཡ་ཆ་མཚོན་མིན་ན་ད་དང་པོ་དེ་ང་ཚོ་ནིའུ་ཡོག་རང་ལ་ཡ་བཞུགས་ཉིན་གྱི་ཆ་ནས་མཚོན་བི་ཡིག་བི་ན་ནིའུ་ཡོག་དང་ནིའུ་ཇར་སི་ཁུལ་ལ་བཞུགས་ཉིན་གྱི་ཨ་ནི་གཞོན་སྐྱེས་ཡིན་ནའི་རེད་དགུང་ལོ་འདྲེས་པ་ཡིན་ནའི་རེད་ད་གང་ལྟར་ལོ་ལ་ཁྱད་པར་ཅིས་མི་འདུག་གཙོ་ཆེ་ཤོས་དེ་ད་ང་ཚོའི་རེ་བ་འདྲ་བོ་དེ་གཞོན་པ་ལ་ཡང་རྒྱག་གི་ཡོད་གང་ལྟར་ང་རང་ཚོ་ནིའུ་ཡོག་དང་ནིའུ་ཇར་སི་ཁུལ་ལ་བཞུགས་ཉིན་གྱི་བོད་པ་གཅིག་གི་ངོས་ནས། ད་ཉུང་མཐར་ཉིན་མི་བཅུ་ནས་བཅོ་ལྔ་བརྩེགས་བཅས་ཀྱི་ལས་ཁུངས་ནང་ལོག་ལ་ཡར་དུས་ཚོད་བཏང་རྗེས་ཨ་ནེ་ལན་འདེབས་ཀྱི་ལས་འགུལ་འདི་ལ་མཉམ་ཞུགས་བྱེད་དགོས་ཡ་རེ་བ་རྒྱག་བསྡད་ཀྱི་ཡོད། སོང་ཙང་རྣམ་པ་ཚོའི་ངོས་ནས་དྭང་བླངས་གནང་ཡག་གི་ཐུགས་བློ་ཡོད་པས་ན་ད་ང་ཚོ་གི་ཉུང་མཐར་ཨ་ནེ་ཉི་མ་གཅིག་ལས་རྒྱ་ཆུ་ཚོད་གསུམ་དུས་ཚོད་བཏང་ཐུབ་ངེས་ཞིག་གོ་གི་འདུག་མང་མཐར་མཚོན་པའི་ཡིན་ན་ངས་ཨ་ནེ་ཟླ་བ་གཅིག་དུས་ཚོད་བཏང་གི་ཡིན་ཡང་ན་མེད་ན་གཟའ་འཁོར་གཅིག་དུས་ཚོད་བཏང་གི་ཡིན་དེ་འདྲའི་དུས་ཚོད་བཏང་ཐུབ་པའི་ཡིན་ན་རྗེས་སུ་ཡིན་རང་ཞུ་གི་ཡོད་ཨ་དེ་མིན་པའི་ཡིན་ན་ཡིན་ན་གཟའ་འཁོར་གཅིག་གི་ནང་ལོགས་ལ་ཡ་ཉི་མ་གཅིག་དུས་ཚོད་རྟ་པར་ཞེས་གཏམ་གྱི་ཉིན་བྱས་ནས་དེ་འདྲའི་གཏམ་སྦས་ནས་རྗེས་སུ་ཡི་རང་ཞུ་གི་ཡོད་དཔེ་མཚོན་པའི་ན་སོ་སོ་གཟའ་ཟླ་བ་དང་གཟའ་མིག་དམར་གུང་གསེང་ཡིན་ན་གཟའ་ཟླ་བ་དེ་ང་རང་སྒེར་གྱི་དུས་ཚོད་ལ་ལས་ཀ་ལ་གཏང་གི་ཡིན་གཟའ་མིག་དམར་དེ་ངས་ཨ་ནེ་དེ་བོད་ཀྱི་གནད་དོན་དེའི་ཐོག་ལ་གཏང་གི་ཡིན་བྱས་ནས་དེ་རེ་སྐུང་ནས་ཡང་མཉམ་ཞུགས་བྱེད་ཐབས་ཕེབས་ཡིན་ནས་རྗེས་སུ་ཡི་རང་ཞུ་གི་ཡོད་བྱས་ནས་ཞུ་ཡག་ཡིན་ཨ་ནེ་དུས་ཚོད་དེ་ང་ཚོས་བདུན་ཕྲག་གཅིག་གི་གཟའ་ཟླ་བ་ནས་གཟའ་སྤེན་པ་ཉི་མ་ཆ་ཚང་ཅིག་ཆགས་བསྡད་གི་ཡོད་སོང་ཙང་རྣམ་པ་ཚོས་དངོས་ནས་གཟའ་ཟླ་བ་ལ་དུས་ཚོད་ཡོད་ནས་འགྲིག་གི་རེད་གཟའ་སྤེན་པ་དང་ཉི་མ་ལ་དུས་ཚོད་ཡོད་ནས་འགྲིག་གི་རེད་ཁྱད་པར་བཅས་ཡོད་མ་རེད་ག་དུས་ཡོད་ནས་འགྲིག་གི་འདུག་བྱས་ནས་ཞུ་ཡག་ཡིན། ག་ད་ཉུང་མཐར་ཆུ་ཚོད་གསུམ་གྱི་དུས་ཚོད་ཅིག་དགོས་ཀྱི་ཡོད་རེད་འདིས་ང་རང་ཚོ་ནིའུ་ཡོག་དང་ནིའུ་ཇར་སི་ལ་བཞུགས་ཉིན་གྱི་མི་མང་རང་གི་ལས་ཁུངས་རང་ལ་ཡོང་ཆེད་དུས་ཚོད་སྟོན་ཡ་དེ་ཆགས་བསྡད་ཀྱི་ཡོད། ད་འདི་ལ་ཡོང་གི་ནས་སྡེ་ཚན་འདྲ་བོ་དེ་ཁག་གཉིས་རེད་གཅིག་དེ་ཞིབ་འཇུག་གི་ལས་ཀ་རེད་གཉིས་དེ་ལན་འདེབས་ཀྱི་ལས་ཀ་རེད་ལས་འགུལ་མི་འདྲ་བོ་ཁག་གཉིས་ཆགས་བསྡད་ཀྱི་ཡོད་ཨ་རྣམ་པ་ཚོས་གི་ཞིབ་འཇུག་གི་ཕྱག་ལས་གནང་ཐུབ་ཀྱི་ཡོད་ནས་འདི་གི་ལས་ཀ་ཆེད་ཡོད་ད་ནང་བཞིན་རྣམ་པ་ཚོས་ཞིབ་འཇུག་གི་ཕྱག་ལས་གནང་ཐུབ་ཀྱི་མེད་པ་ཡིན་ན་ཡང་ལན་འདེབས་རང་གི་ཕྱག་ལས་གནང་བི་ནས་ལན་འདེབས་ཀྱི་རྒྱུ་ཆ་ཆ་ཚང་ཅིག་ང་ཚོའི་དེར་གྲ་སྒྲིག་ཆ་ཚང་ཡོད་སོང་ཙང་རྣམ་པ་ཚོ་ལོ་གཞོན་གཞོན་ཡིན་བི་ནས་ཕྱག་ལས་དེ་གནང་ཐུབ་ཀྱི་རེད་བོད་ཡིག་དང་ཨིན་ཇི་སྟེ་ཤེས་ཀྱི་ཡོད་པ་ཡིན་ན་ཨ་ནི་སྤྱི་ཚོགས་དྲ་རྒྱ་རུ་བ Social Media Facebook Twitter དང་ད་ལྟ X Instagram རུ་བ་དེ་ཚོ་བེད་སྤྱོད་གནང་ཐུབ་ཀྱི་ཡོད་པ་ཡིན་ན་ཨ་ནི་ང་ཚོའི་ལས་ཀ་འདི་གནང་མ་ཐུབ་པ་ཅེས་ཡོག་མ་རེད་བྱས་ནས་འདི་ཞུ་ཡག་ཡིན་སོང་ཙང་གཅིག་འདི་བྱས་ད་གཉིས་པ་དེ་ས་གནས་འདི་ལ་མེད་པ་ཡིན་ན་ཡང་ད་ག་ད་ཡོ་རོབ་ལ་བཞུགས་ཀྱི་ཡོད་ནི་རེད་རྒྱ་གར་ལ་བཞུགས་ཀྱི་ཡོད་ནི་རེད་བལ་ཡུལ་ལ་བཞུགས་ཀྱི་ཡོད་པ་ཡིན་ན་ཡང་སོ་སོའི་ངོས་ནས་ཡང་ང་ཚོ་ལ་ཡང་རྒྱུ་བྱ་དེ་ཚོ་འཇུ་བཞིན་མིན་གྲོགས་མང་པོ་ཅིག་ཆགས་བསྡད་ཀྱི་རེད་ད་འཇིག་རྒན་ལགས་ཀྱི་གསུངས་པ་ནང་བཞིན་བརྗོད་གཞི་དེ་ཚོའི་ཐོག་ལ་ཡང་རྣམ་པ་ཚོའི་ངོས་ནས་དུས་ཚོད་སྟོན་བྱས་ཀྱང་ཞིབ་འཇུག་བྱས་རྗེས་ཞིབ་འཇུག་གི་རྒྱུ་ཆ་དེ་ང་ཚོ་ལ་བཏང་གནང་པ་ཡིན་ན་ང་ཚོ་ལ་ཐུགས་ཕན་ཞིབ་ཆོས་གསོས་པ་ཡོང་ས་རེད་སོང་ཙང་རྣམ་པ་ཚོ་ས་གནས་ནིའུ་ཡོག་ལ་ཞུགས་ཀྱི་མེད་པ་ཡིན་ན་ཡང་ཡོ་རོབ་དང་འཛམ་བུ་གླིང་གི་ས་ཆ་ག་འདྲས་ཅིག་ལ་རེ་བ་ཨའོ་སི་ཀྲུ་ལི་ཡ་དང་ནིའུ་ཛི་ལན་རེ་བ་ག་བ་ཡོད་པ་ཡིན་ན་ཡང་ཨ་ནི་དུས་ཚོད་བཏང་རྗེས་ཨ་ནི་ང་ཚོ་ལ་ཡ་ཆ་རོགས་གནང་པ་ཡིན་ན་རྗེས་སུ་ཡིན་ཡང་ཞུ་རྒྱུ་ཡིན་ཨ་ནི་ང་ཚོའི་འདི་ལ་ཡ་རྒྱུ་ཆ་འདི་ལ་ཡ་ཡིན་གཅིག་མིན་གཅིག་གི་ཡིག་ཐོག་རང་དགོས་ཀྱི་མེད་ཡིག་ཐོག་ཡིན་ནའི་འགྲིག་གི་རེད་པར་གྱི་ཡིན་ནའི་འགྲིག་གི་རེད། བརྙན་གྱི་ཡིན་ནའི་འགྲིག་གི་རེད་རེད་བ་ག་འདྲ་བྱིན་པའི་ནས་ང་ཚོ་ཕན་ཐོག་གི་འདུག་དོན་དག་རྡོག་རྡོག་དེ་དང་ཅིག་གོང་ནས་ཞུས་པ་ནང་བཞིན་ང་རང་ཚོའི་ཨ་ནེ་རྒྱ་བོ་རིན་པོ་ཆེན་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ལོ་རྒྱུས་དང་བོད་ཀྱི་གནས་བབ་ལ་ཡར་འཁྱོག་བཤད་བྱེད་ཡ་དེ་ཚོ་ལ་ཡར་ལན་འདེབས་ཨ་དཔང་རྟགས་དང་ཁུངས་བཙན་དེ་འདྲ་ཡིན་པའི་ན་འདིས་ང་ཚོ་ལ་ཐུགས་ཕན་གསོས་གི་འདུག་ཨ་དེ་ཚོ་ང་ཚོ་ལ་ཡར་བཏང་གནང་རོགས་བྱེད་བྱས་ནས་ཞུ་ཡ་ཡིན་ཨ་ང་ཚོའི་སྤྱི་ཚོགས་དྲ་རྒྱ་གི་ད་ལྟ Social Media གི་ཁ་བྱང་འདི

ད་ཐོན་ཐོན་ད་ཐོན་མདོག་མདོག་འདྲ་བོ་འདི་ང་རང་ཚོའི་ཨ་ནེ་གཅིག་བུ་ཕྱི་ལ་ཡོད་དེ་འབྱོར་གི་རང་དབང་ལུང་པར་ཡོད་དེ་འབྱོར་གི་བོད་པ་རྒན་གཞོན་དབྱེ་བ་མེད་པར་མི་མང་གང་མང་མང་ཅིག་གིས་ཨ་ལས་འགུལ་འདི་ལ་ཡང་མཉམ་ཞུགས་དང་ཨ་ནེ་མཉམ་རུབ་གནང་བྱས་ནུས་པ་འདོན་ཐུབ་ཡག་གི་རེ་བ་ཞུ་གི་ཡོད་ལྷག་པར་དུ་ཨ་ནེ་གཅིག་གི་ན་གཞོན་རེ་ཤེས་ཡོན་པའི་སྡེ་ཁག་དེ་ཚོའི་ངོས་ནས་མཐུན་འགྱུར་དང་རོགས་རམ་གནང་ཡག་ལ་ཡག་འབོད་སྐུལ་ཤུགས་ཆེན་པོ་ཞུ་གི་ཡོད་སོང་ཙང་རྣམ་པ་ཚོས་ང་ཚོ་ལ་ཡག་ཨ་ནེ་ས་ཁུལ་ཡང་མོའི་ཐོག་ནས་འབྲེལ་བ་གནང་རོགས་ཇི་བཞིན་ཞུ་ཡག་ཡིན་དོ་ཆེ་ཆེ། ཁྱེད་ལྷག་མ་བཟང་གི་ན།